བོད་ཀྱི་བརྙན་འཕྲིན་གསར་འགྱུར་ལས་རིམ་འགོ་འཛུགས་ཞུ་གི་ཡིན་ད་རིང་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ཞེ་བཞི་ཞེ་གཉིས་རབ་གནས་ཤིང་ལུག་ལོའི་ཟླ་བ་དང་པོའི་ཚེས་པ་ཉི་ཤུ་བརྒྱད་དང་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བཅུ་བདུན་གཟའ་མིག་དམར་གྱི་གསར་འགྱུར་ལས་རིམ་བསྟན་རྩིས་ཞིབ་མེད་ཀྱི་བརྙན་འཕྲིན་ཞུ་གི་ཡིན། ད་རིང་གྲོས་ཚོགས་ཚོགས་འདུ་དགུ་པའི་ལས་ཉིན་གཉིས་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གཞུང་འབྲེལ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་རྣམས་ཕེབས་པར་སྤྱི་འཐུས་རྣམ་པས་མཐའ་གཅིག་ཏུ་རྒྱབ་སྐྱོར་དང་དྲག་སྤྱི་མོས་ཀྱིས་གཏན་འབེབས་གནང་ཡོད་པ་རེད། ཐའེ་ཝན་གྱི་ནན་ཏའོ་གྲོང་ཁྱེར་ན་བོད་རིགས་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱིས་དྲན་རྟེན་རྡོ་རིང་ཞིག་གསར་བཞེངས་ཀྱིས་དབུ་འབྱེད་གནང་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འཆར་ཅན་ཚོགས་འདུ་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་གླེང་སློང་གནང་འདུག། བོད་པའི་སློབ་གྲྭ་ཁག་གི་དགེ་རྒན་ཚོ་ལ་བྱིས་པའི་ཀློག་རྩལ་ཡར་རྒྱས་གཏོང་ཐབས་ཀྱི་ཟབ་སྦྱོང་ཐེངས་ལྔ་པ་དེ་འཁྲིད་བཞིན་པ་རེད་འདུག་གསང་རྒྱུད་རྒྱལ་བ་མུ་དྷི་ནས་ཟེར་བ་ན། ད་རིང་སྐབས་བཅོ་ལྔ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་འདུ་དགུ་པའི་ལས་ཉིན་གཉིས་པའི་ཐོག་སྤྱི་འཐུས་ལྷན་ཚོགས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་ཞུ་བའི་སླད་གཞུང་འབྲེལ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་ཞིག་བསྣམས་ཕེབས་པར་སྤྱི་འཐུས་རྣམ་པས་བོད་མི་ཚོས་གོང་ས་མཆོག་གི་བླ་ན་མེད་པའི་བཀའ་དྲིན་དང་བཀའ་སློབ་ལམ་སྟོན་དུས་རྟག་ཏུ་མ་བརྗེད་པར་སེམས་ལ་བཅངས་ནས་རྒྱལ་བའི་ཅི་གསུང་བཀའ་བཞིན་སྒྲུབ་དགོས་པའི་བགྲོ་གླེང་ལྷུག་པོ་གནང་བ་དང་སྦྲགས་སྤྱི་མོས་ཀྱིས་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད། གཞུང་འབྲེལ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་དེའི་ཐོག་བཀའ་ཤག་གི་ཚབ་ཞུས་ཏེ་དཔལ་ལྡན་སྲིད་སྐྱོང་མཆོག་དང་དེ་བཞིན་ཚོགས་ཞུགས་སྤྱི་འཐུས་ཉི་ཤུ་རྩ་དྲུག་གི་རྒྱབ་སྐྱོར་ཤུགས་ཆེ་དང་སྦྲགས་སྤྱི་མོས་ཀྱིས་གཏན་འབེབས་དང་དགའ་བསུ་བཅས་ཞུས་ཡོད་པ་རེད། འདི་བྱས་བྱས་ཏེ་གཞུང་འབྲེལ་བཀའ་དྲིན་རྗེས་དྲན་གྱི་གྲོས་ཆོད་གྲོས་འཆར་ངོས་ལེན་གནང་ཆེད་དག་གནང་བཞིན་གྲོས་ཆོད་དོན་ཚན་བཞི་ཀ་བཀའ་ཤག་ཐོག་ནས་རྒྱབ་སྐྱོར་མཐའ་ཕྱིན་དུ་ཡོད་ཞུ་ཡ་དང་ཨན་འདི་ངོས་ལེན་དང་ནང་ལེན་པ་ཡིན་ནས་ཡང་གཅིག་ཚིག་ཡིན་ནས་ཕྱུག་པོ་དོན་དག་ཡིན་ནས་གཏིང་ཟབ་པོ། ཞི་རྟ་ཆུང་ཞག་བསྔགས་བརྗོད་ཞུ་ཡ་ཡིན་ད་ན་ཞི་རྟ་གོང་དུ་ཀུ་རེ་སྤྱི་འཐུས་མང་པོ་ཞིག་གིས་གསུངས་པ་ལྟར་གོང་ས་མཆོག་གི་བཀའ་དྲིན་རྗེས་དྲིན་འདི་ཆ་ཚང་ཞུས་དགོས་ཀྱི་ཡོད་པ་ཡིན་ན་ཁོ་དུས་ཚོད་ཐོག་ནས་རེད་གང་ཅི་ཐོག་ནས་ཡིན་པ་ཡིན་ན་ཡང་ཞུས་ཚར་མེད་པ་ཅི་རེད་དེ་ནས་ཡང་བཀའ་དྲིན་ཆེན་པོ་ཡིན་པ་འདི་ངོས་འཛིན་པའི་ཐོག་ནས་བཀའ་ཤག་སྐབས་བཅུ་བཞི་པས་ཉིས་སྟོང་བཅུ་བཞི་འདི་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་བྱེད་ཅེས་གསུང་གཟིན་ཞུ་དགོས་དོན་འདི་ཐ་མི་ཚང་མའི་གོང་དུ་གསུངས་སོང། རྒྱ་གར་ལ་ང་ཚོས་ཐོག་མ་བཙན་བྱོལ་འབྱོར་བའི་སྐབས་ནས་རྒྱ་གར་གྱི་སྲིད་བློན་པ་འདྲིད་ནེ་རུ་གཙོས་པའི་རྒྱ་གར་གཞུང་མང་སྤྱི་ཡོངས་ནས་བོད་མི་ཚོ་ལ་སྐྱབས་བཅོལ་གནང་དགོས་དོན་གཙོ་བོ་དེ ྋགོང་ས་མཆོག་བཀའ་དྲིན་བརྟན་ནས་བྱུང་བཞག་པ་རེད་ད་ནང་བཞིན་བཙན་བྱོལ་སྒྲིག་འཛུགས་དེ་ཧྲག་ཐག་ཐག་ཡོད་བཞག་པ་རིག་གཟུགས་ཧྲག་ཐག་ཐག་མིན་པ་མ་ཚད་མང་གཙོ་ལམ་ལུགས་ཐོག་ནས་འགྲོ་ཐུབ་པ་དེ་ཡིན་པ་ཡིན་ནའི་ཡང་གོང་ས་མཆོག་བཀའ་དྲིན་བརྟེན་བྱུང་བཞག་པ་ད་ནང་བཞིན་ཉེ་བའི་ཆ་ནས་ང་ཚོའི། བཀའ་ཤག་ཐོག་ནས་ག་བ་བཅའ་བ་ཡིན་ན་ཡང་རྒྱལ་སྤྱི་སྡིངས་ཆ་ལ་ག་དུས་ཡིན་ན་ཞུ་ཡ་འདི་ང་ཚོའི་རྩ་དོན་རྩོད་ཡ་འདི་ཡིན་པས་ཡིན་ན་ཡང་འཚེ་མེད་ཞི་བའི་ལམ་ཐོག་ནས་རྩོད་གི་ཡོད་ངེས་པའི་ཆ་ལ་བྱེས་འཁོད་རིང་ལུགས་པ་དང་ཨ་ནི་ལྟ་བ་ཕྲག་པའི་གཟུགས་བོར་བ་དེ་འདས་ཀྱི་སྐོར་ནས་གླེང་སློང་འཛམ་གླིང་རྙོག་གླེང་མང་པོ་ཅིག་ཡོང་སྡིག་པོ་རེད་འདི་གས་སྤྱི་ཡོངས་དུ་བསྡུར་བ་ཡིན་པས་ཡིན་ན་ང་ཚོ་སྤོ་བ་ལྡན་པའི་ཐོག་ནས་ཞི་བའི་ལམ་ཐོག་ནས་འགྲོ་གི་ཡོད་ང་ཚོ་ཡིན་པ་འཛམ་གླིང་སྤྱི་ཡོངས་ནས་གཟིགས་པ་ཡིན་ན་ཡང་མིག་དཔེ་བལྟ་དགོས་པ་ཆགས་ཡོད་ཞེས་ཀྱི་སྤོ་བོ་མཐོ་བོའི་ངོས་ནས་ཞུ་ཐུབ་ཡ་དེ་ཡིན་ན་ཡང་གོང་ས་མཆོག་གི་དགོངས་པ་ཡོད་པ་ཞིག་གསུང་ཞི་བའི་ལམ་ཐོག་ནས་འགྲུག་ཡོད་པ་གཏན་ནས་བྱུང་ཞག་པ་ཞིག་རེད་ང་དང་ནང་བཞིན་ཨ་ནེ་བོད་ཕྱི་ནང་གཉིས་ཀ་ལ་བོད་མིག་གི་རྡོག་རྩ་གཅིག་སྒྲིལ་རེད་མི་རིགས་ཀྱི་ལ་རྒྱ་རེད། རྒྱ་ཁབ་ཀྱི་རྒྱ་ཞེན་རེད། ཉེ་བའི་ལོ་རྒྱུས་ནང་ཚད་མཐོ་ཤོས་ཆགས་པ་དེ་ཡིན་པས་ཡིན་ན་ཡང་གོང་ས་མཆོག་ཐུགས་རྗེ་བཀའ་དྲིན་བརྟེན་ནས་བྱུང་བཞག་པ་དང་ཨ་མདའ་ནང་བཞིའི་གོང་དུ་སོང་བ་ནང་བཞིན་རེད། ཆོས་དང་རིག་གཞུང་ཆབ་སྲིད་མི་རིགས་དང་འཛམ་གླིང་ཞི་བདེ་ཆོས་རིག་མཐུན་འབྲེལ་ཡོངས་སུ་རྫོགས་པ་ལ་གོང་ས་མཆོག་གི་མཛད་འཕྲིན་ལ་བརྟེན་ནས་འཛམ་གླིང་ནང་ནས་སྙན་གྲགས་ཆེ་ཤོས་གྲངས་གཅིག་པོ་མེན་པ་ཛ་ཉེ་ཅར་ཡུ་རོབ་རྒྱ་ཁབ་ནས་ཟེར་གི་འདུག་ང་ཚོའི་རྒྱ་ཁབ་ནང་ལ་ང་ཚོའི་རྒྱལ་པོ་དང་སྲིད་འཛིན་ལས་ལྷག་དགའ་སྣང་བྱེད་དགོས་ཀྱི་འགོ་ཁྲིད་འདི་ཁྱེད་རང་ཚོ་ལ་ཡོད་རེད་ཞེས་བྱས། དེ་མང་པོ་ཅིག་གསུངས་ཉེ་བཞག་རང་འདི་འཛམ་གླིང་ནང་ཁོང་ཚོས་ཚོད་ལྟ་བྱེད་ཆེད་ལུང་པ་མང་པོ་ཅིག་ལ་སྐད་ཆ་དྲིས་པའི་ནང་ནས། སུ་སུ་གིས་རྒྱལ་པོ་དང་སྲིད་འཛིན་ལས་ལྷག་དགའ་སྣང་བྱེད་དགོས་འགོ་ཁྲིད་ཁྱེད་རང་ཚོ་ལ་ཡོད་རེད། སྔོན་མ་ཡིན་ན། ཤིན་ཅང་གི་ཝི་ཀུར་མི་རིགས་ཚོ་གཟིགས་འགོ་རེད། ང་ཚོ་ལ་མི་ཡོད་དེ་འགོ་ཁྲིད་མེད། བོད་པ་ཁྱེད་རང་ཚོ་ལ་འགོ་ཁྲིད་ཡོད་རེད་བ་ཞེས་བྱས། ད་གསུངས་དེ་འགོ་རེད་ཚང་མས་མཁྱེན་འགོ་རེད། སྡེ་དགེ། སྤྱི་ཡོངས། ཞེས་བྱ་བའི་ཐོག་ནས་བཀའ་དྲིན་ཆེན་པོ། ཤིན་ཏུ་བཀའ་དྲིན་ཆེན་པོ་ཞེས་དག་རེད། ཨ་འདའ་ནང་བཞིན། ནི། ཕྱག་རོགས་བཀའ་བློན་རྣམ་པར་རེ། སྲིད་སྐྱོང། རྒྱལ་སྤྱི་ཡི་སྡིངས་ཆ་ག་འདྲའི་བཅའ་བ་ཡིན་ནའི་ཡང། གཞུང་གི་གནད་ཡོད་མི་སྣ་ག་འདྲའི་བཞེས་པ་ཡིན་ནའི་ཡང་ཚང་མས། གོང་ས་མཆོག། ལ་འཚམས་འདྲི་ཞུ་རོགས་གནང། གོང་ས་མཆོག་ལ་གུས་བཀུར་བརྩི་བཀུར་བྱེད་ཀྱི་ཡོད། གསུང་ངན། ཤ་སྟག་རེད། ཁོང་གི་བཀའ་དྲིན་བརྟེན་ནས། ཨ་ནི་ཕྱག་རོགས་བཀའ་བློན་རྣམ་པ་རེད་སྲིད་སྐྱོང་ཡིན་ནའི་ཡང་རྒྱལ་སྤྱིའི་སྡིངས་ཆ་རེད་བདག་ནང་བཞིན་དམིགས་བསལ་གཞུང་ནང་གི་གནད་ཡོད་མི་སྣ་མཇལ་བའི་སྐབས་ལ་ཡིན་ནའི་ཡང་སྒོ་དང་ཆེ་མཐུ་ཡག་འབྲེལ་བ་བཟོ་ཐུབ་ཡ་ཡིན་ནའི་ཡང་ཁོང་བཀའ་དྲིན་བརྟེན་ནས་ཡོང་བསྡད་ཀྱི་ཡོད་འདི་ཚང་མའི་མཁྱེན་གསལ་རེད་བདག་ནང་བཞིན། སྲིད་འཛིན་ཨོ་བྷ་མ། ཐེངས་དང་པོ་རྗེས་འབྲེལ་གནང་ཚར་བའི་རྗེས་སུ། ཁོ་རང་ལ་ཨེ་ཤི་ཡ་གི་སློབ་སྟོན་པ་གིས་ད་རིང་ཁྱེད་རང་ཚོར་བ་ག་འདྲ་བྱུང་སོགས་ཟེར་སྡོད་གང་ལ། ངའི་མི་ཚེ་འདི་ནང་ལ་ད་ཁོ་རང་མི་རིགས་ནག་པོ་བྱེད་འདོད་ངའི་མི་ཚེ་འདི་ནང་ལ་ང་རང་གིས་བརྩི་མཐོང་ཆེ་ཤ་མཐོ་ཤོས་དེ་རྩ་ཆེ་ཤོས་དེ་ནེལ་སན་མན་དྲ་ལ་བརྩི་གི་ཡོད། ད་རིང་གོང་ས་མཆོག་རྗེས་འབྲེལ་བྱུང་བ་འདིས་ང་རང་ཚོར་བ་ནང་ལ་ནེལ་སན་མན་དྲ་ལ་ནང་བཞིན་རང་བྱུང་སྲུང་བྱེད་ཆེད་ཨ་རི་སྲིད་འཛིན་གྱི་མི་རིགས་ནག་པོ་གཅིག་གི་དེ་འདྲའི་གསུངས་ཡོད་འདོད་སྐབས་ལ་འཛམ་གླིང་ནང་ལ་དབུ་ཁྲིད་ཚོགས་ཡིན་པ་ཡིན་ནའི་ཡང་དགོངས་པ་ཞེ་སྡང་འདི་ཏན་ཏན་རང་གོང་ས་མཆོག་ལ་རླབས་ཆེན་གྱི་མི་སྣ་ཞིག་ཡིན་པ་ཅིག་དང་མཛད་འཕྲིན་ཆེན་པོ་ཡིན་པ་ཅིག་བརྩི་གི་ཡོད་པ་འདི་ཚང་མའི་མཁྱེན་གསལ་རེད་འདི་སོང་ཙང་བཀའ་ཤག་ཐོག་ནས་དང་དངོས་གླེང་དང་དོན་ཚན་བཞི་ཀ་ཐོག་ལ་རྒྱབ་སྐྱོར་ཡོད་པ་དང་ཆབས་ཅིག་དང་ནང་བཞིན་གོང་ས་མཆོག་བཀའ་དྲིན་རྗེས་དྲན་དང་བསྟུན་ཆེད་ཕྱི་དྲིལ་ལས་ཁུངས་ནས་པར་སྐྲུན་བྱས་བཞག་པའི་དེབ་ཡོད་རེད་ཅེས་ཞུ་བ་ཡིན་གཅིག་འདི་ལོ་ལྔ་བཅུ་ལྷག་ནང་ལ་དམངས་གཙོ་དང་འབྲེལ་བའི་ཐོག་ནས་ག་རེ་ག་རེ་གནང་ཡོད་རེད་འདི་ཐོག་ནས་ང་ཚོས་དེབ་ཅིག་པར་སྐྲུན་ཞུས་ཡོད་ད་ནང་བཞིན་ཡང་གོང་ས་མཆོག་གི་གསུང་བཤད་དང་འདྲ་བའི་ཐོག་ནས་གནང་ཡོད་བྱུང་སོང་འདི་ལ་ཡང་བོད་མི་གྲོས་ཚོགས། སྲིད་ཇུས་ཉམས་ཞིབ་ཁང་ཐོག་ནས་ཡིན་པ་ཡིན་ནའི་ཡང། གོང་ས་མཆོག་གིས་ད་ལྟ་བུ་གསུང་བཤད་གནང་བཞག་པ་འདི་གའི་ཚང་མ་ཕྱོགས་སྒྲིག་བྱེད་ཆེད། རྒྱ་གར་གྱི་སྙན་གྲགས་ཆེ་བའི་མི་སྣ་བཀའ་ཤག་མཆོག་ནས་ནི། འདི་གའི་ཚང་མ་ཕྱོགས་སྒྲིག་གནང་བཞག་པ་ཞིག་རེད། ཨ་འདི་ལ་ད་གོ། སྲིད་སྐྱོང་གི་འགན་ཞིག་ཡོད་ཙང། མ་ཐུབ་པ་ཡིན་ནའི་ཡང་སྔོན་གླེང་གཟུ་བོར་ངོ་སྤྲོད་རྩོད་ཞིག་ཡི་གེ་ཞིག་གནང་རོགས་གནང་བྱེད་ཆེད་བཀའ་ཕེབས་པ་ནང་བཞིན་གནང་ཡོད་འདི་སོང་ཙང་གོང་ས་མཆོག་བཀའ་སློབ་ལམ་སྟོན་གནང་བཞག་པ་འདི་གའི་ཕྱོགས་སྒྲིག

སྤྱི་འཐུས་རྒྱུན་ལས་ངོས་ནས་གལ་ཆེན་པོ་ཞིག་རྩིས་བྱེད་ད་རིང་གྲོས་ཚོགས་ནང་འཁྱེར་ཡོང་བ་རེད། ད་ངས་བགྲོ་གླེང་མགོ་མ་བཙུགས་གོང་ལ་ཡང་ཚོགས་གཙོས་ཞུས་པ་ཡིན། དཔལ་ལྡན་བཀའ་ཤག་གིས་ཉིས་སྟོང་བཅུ་བཞི་སྤྱི་ཟླ་གསུམ་པ་ནས་ཕྱི་ཟླ་ལོ་འཁོར་མ་གཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་ལོ་སྲུང་གཟིགས་ཞུས་པ་དང་འབྲེལ་ནས་ད་རིང་གྲོས་ཚོགས་ཀྱི་དུས་ཚོད་དེ་ཡང་ཨ་ནི་ལོ་གཅིག་ཧྲིལ་པོ་གྲུབ་པའི་མཚམས་ཅིག་འདུག་ཁེལ་གྱི་ཡོད་པས་སོང་ཙང་ཨ་ནི་དེའི་བཀའ་སྤྱི་གཉིས་ཀ་གྲོས་ཚོགས་ནང་ལྷན་འཛོམས་ཡོད་པ་དང།

ཨ་ནི་སྤྱི་འཐུས་གཞན་པ་གསུང་མ་ན་ང་ཚོ་ཡིན་པ་ཡིན་ནས་ད་དགོངས་པ་གཅིག་མཐུན་རང་རེད་མ་གཏོགས་བྱེས་ཀྱི་དེ་ལ་ཡང་དགོངས་པ་གཉིས་ཀའི་ཡོང་ཨ་རྩ་བ་ཉིད་ནས་ཡོང་ཐབས་མེད་པ་ཅིག་རེད་དེ་ཚོགས་གཙོས་དེ་འདྲ་ཅིག་ལ་ངོས་འཛིན་ཞུ་གི་ཡོད་ཨ་མང་ཚོགས་ནང་ལ་ཡང་ཆེས་སྤྱི་འཐུས་ལྷན་ཚོགས་ཀྱིས་ད་ཅིག་བཀའ་དྲིན་རྗེས་དྲན་གྱི་གྲོས་འཆར་ཁྱི་དགོས་སྟངས་གང་ཡིན་ན་བསམ་པ། བསམ་ཚུལ་འདི་འདྲ་ཡོང་མ་སྲིད་པ་གལ་མ་རེད། གྲོས་ཚོགས་ཀྱིས་རྒྱ་བོད་རིན་པོ་ཆེ་ལ་ཆེ་བསྟོད་བྱས་ནས་རྒྱ་བོད་རིན་པོ་ཆེ་ཆེ་རུ་འགྲོ་ཡ་དང་མཐོ་རུ་འགྲོ་ཡ་དང་གྲོས་ཚོགས་ནང་ལ་ཡང་བཀའ་དྲིན་རྗེས་དྲན་གྱི་གྲོས་འཆར་དེ་འདྲ་ཞིག་མ་བཞག་པ་ཡིན་ན་རྒྱ་བོད་རིན་པོ་ཆེ་གི་མཚན་མཐོང་དམའ་རུ་འགྲོ་ཡ་གི་གནས་སྟངས་དེ་འདྲའི་གང་ཡང་ཆགས་ཀྱི་ཡོད་མ་བལྟས་ཡིན་ན་ང་ཚོ་བོད་པའི་གི་འགྲོ་སྟངས་ལ་ཐོག་ནས་ཨན་རྟགས་རྟེན་འབྲེལ་དེ་འདྲའི་ཅིག་མཚོན་ཆེད་དུ་ད་རིང་འདིར་ཁྱེད་ཡོང་པ་རེད་ཨན་ད་རིང་འདིའི་ནང་ལ་ཡང་བགྲོ་གླེང་ཞུ་བའི་སྐབས་ལ། གླེང་སྟངས་རེད་གླེང་ཚུལ་རེད་དེ་ཚོའི་ཐོག་ནས་ཡང་སུ་སུ་སེམས་བག་ཕེབས་པོ་ཡོང་བ་ལས་ཏན་ཏན་ཅིག་ཕན་ཐོག་གི་རེད་བསམ་གི་འདུག་དེ་ཡིན་དུས་གྲོས་ཚོགས་ཀྱི་ད་ལྟ་ལས་རིམ་ལྷག་མ་ཚོ་ལས་དེ་དེ་བཞིན་གྱི་འགྲོ་ཐུ་ཡག་གི་རེ་བ་འདུག་བཞིན་ཞུ་གི་ཡོད་འདི་སྤྱི་མོས་ཀྱི་གཏན་ལ་ཕབ་པར་དགའ་བྱ།

མགོན་པོ་མཆོག་ཉིད་ཀྱིས་སྐུ་ན་ཤིན་ཏུ་ཕྲ་བའི་དུས་ནས་བོད་བསྟན་སྲིད་ཀྱི་ཐུགས་འགན་བདག་དགར་བཞེས་པ་ནས་ད་ཆ་གཤིས་ལུགས་དགུང་གྲངས་བརྒྱ་བཅུ་དགའ་བར་ཕེབས་ཀྱང་གཤེན་གྲོགས་བཞི་དང་ཞེ་དྲག་བོད་འབངས་རྣམས་ལ་ཁྲེལ་དང་ཡུན་གྱི་བདེ་སྐྱིད་ཕུན་སུམ་ཚོགས་པ་འབྱུང་སླད་སྐུ་ངལ་བརྒྱ་ཕྲག་ལྷོད་བསྐྱེད་ཀྱིས་གསང་གསུམ་མཛད་འཕྲིན་བཟང་པོ་མུ་མཐའ་མེད་པར་བཤམས་དང་སྐྱོང་བཞིན་པ་རྣམས་ལ། ལ་གུས་ཀྱ་བོད་མི་ཤི་འོག་གནང་བསྟན་ཡོངས་ཀྱི་ཐུགས་རྗེ་དང་བཀའ་དྲིན་བླ་ན་མེད་པ་ཆེ་ཆེ་ཆེ་ཞེས་ཞུ་རྒྱུ་དང་ད་ལྟའི་བཀའ་དྲིན་རྣམས་དུས་རྟག་ཏུ་རྗེས་མའི་སྙིང་བཅང་ཞུ་རྒྱུ། གཉིས། བདག་ཅག་བོད་འབངས་རྣམས་ཀྱི་བདེ་སྐྱིད་དང་བསྟན་འགྲོའི་དགེ་ལེགས་ཀྱི་ཆ་ཕྲ་མོ་ཚུན་ཆད་མགོན་པོ་མཆོག་ཉིད་ཀྱི་སྐུ་ཡི་གསང་བ་གསུང་གི་མཛད་འཕྲིན་དང་རྗེས་སུ་འགྲོ་ལྡོག་གྲུབ་པའི་གངས་ཅན་ལྷ་མི་ཡོངས་ཀྱི་བསོད་ནམས་ཀྱི་ཞིང་དུ་གང་སྐུ་སྐལ་པ་རྒྱ་མཚོར་རྟག་ཏུ་བརྟན་ཅིང། མཛད་འཕྲིན་མུ་མཐའ་མེད་པ་ཤོག་དབྱིན་ཡིག་ཡོང་བའི་གསོལ་འདེབས་རྩེ་གཅིག་ཏུ་ཞུ་རྒྱུ། གསུམ། དེ་ཡི་སྙན་ངག་ཡི་རང་མདངས་ཆེས་ཆེར་བརྡོལ་བའི་དུས་འདིར་མི་ཡི་བསམ་ཤོས་བསྐྱུར་མི་ཐུབ་པའི་ངང་ཚུལ་འདི་ལྟར་ལགས་ཀྱང། ཐུགས་བརྩེ་བ་ཆེན་པོས་དགོངས་ཏེ་གཤེན་གྲོགས་བཞི་དང་ཞེ་དྲག་གངས་རྒྱན་ཁ་བ་རི་པའི་གཤེན་གྲོགས་རྣམས། ཚེ་རབས་ནས་ཚེ་རབས་བར་དུ་རྗེས་སུ་འཛིན་ཅིང་བླང་དོར་གྱི་ཕད་སྒོ་ནམ་ཡང་དབྱེ་བ་མེད་པར་བཀའ་དྲིན་ཤོག་དབྱིངས་ཡོང་བའི་གསོལ་བ་ཕུར་ཚུགས་སུ་འདེབས་རྒྱུ། བཞི། བདག་ཅག་ཡེ་གཞི་བོད་མི་ཡོངས་ཀྱིས་དམ་ཚིག་འོག་ཆོས་དབྱིངས་རིགས་ལྔ་མགོན་པོ་གང་གི་ཐུགས་བརྩེའི་བཀའ་སློབ་ལམ་སྟོན་རྣམས་དུས་རྟག་ཏུ་སྙིང་བཅངས་ཀྱིས་ལག་བསྟར་ཉམས་ལེན་ཞུ་རྒྱུ་བཅས་ཀྱི་ཤིས་སྨོན་གྲོས་ཆོད་དུ་བོད་བརྒྱུད་ལྷན་ཚོགས་ཀྱི་ཕྱི་ལོ་ཉིས་སྟོང་བཅོ་ལྔ་ཟླ་གསུམ་པའི་ཚེས་བཅུ་བདུན་ལ། གཞན་ཡང་ད་རིང་གྲོས་ཚོགས་ལས་ཉིན་གཉིས་པའི་ཐོག་རང་ཁུངས་ལས་བྱེད་རྣམས་ལ་ལས་བྱེད་པའི་ཁེ་ཕན་གཅིག་མཚུངས་དང་གཞུང་སྒེར་གྱི་བོད་ཀྱི་མཐོ་སློབ་ཡར་རྒྱས་གཏོང་ཐབས་ཐོག་གི་སྐར་རྟགས་ཅན་གྱི་དྲི་བར་བཀའ་ཤག་ནས་ལན་འདེབས་བཅས་གནང་ཡོད་པ་རེད། ཐའེ་ཝན་གྱི་ནན་ཏའོ་གྲོང་ཁྱེར་ནང་བོད་མིའི་རང་དབང་རྒྱལ་ལམ་སུམ་བཅུའི་དུས་དྲན་སྲུང་བརྩི་དང་འབྲེལ། ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན་བོད་རིགས་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱིས་དྲན་རྟེན་རྡོ་རིང་ཞིག་གསར་བཞེངས་ཀྱིས་དབུ་འབྱེད་གནང་འདུག་ཐའེ་ཝན་ཏཱ་ཏི་རིག་གཞུང་དང་ཤེས་ཡོན་ཐེབས་རྩ་ཁང་གིས་ཐའེ་ཝན་དང་བོད་གཉིས་ཀའི་ངོས་ནས་འཛམ་གླིང་ཡོངས་ལ་རིན་ཐང་ཆེ་བའི་རང་དབང་དང་འགྲོ་བ་མིའི་ཐོབ་ཐང་མང་གཙོ་བཅས་པ་གལ་ཆེན་པོར་བརྩི་གི་ཡོད་པས་ཐའེ་ཝན་མི་མང་ནས་བོད་མིའི་རང་ལུས་མེར་བསྲེགས་གནང་མཁན་ཚོ་དུས་ནམ་ཡང་མ་བརྗེད་པ་དང་བོད་མིའི་ཞི་བའི་འཐབ་རྩོད་ལ་རྒྱབ་སྐྱོར་མཚོན་ཆེད་དུ་ཐོ་རེངས་ཏེ་བཞེངས་པ་ཞིག་ཡིན་སྐོར་གསུངས་འདུག། We
build this Tibetan tower. We hope Taiwanese

ཐའེ་ཝན་སྐུ་ཚབ་དོན་གཅོད་ཟླ་བ་ཚེ་རིང་ལགས་ཀྱིས་བོད་ཀྱི་དཔའ་བོའི་རྡོ་རིང་དབུ་འབྱེད་ཀྱི་འདུ་འཛོམས་སྐོར་ལ་ངོ་སྤྲོད་གནང་དོན། ཐའེ་ཝན་གྱི་དེའི་ནང་ལ་གཅིག་ཁོ་ཚོ་དེ་ཐའེ་ཝན་ས་ཆེན་པོ་གི་ཐེ་ཚ་ཚོགས་པ་ཟེར་བ་གཅིག་འདུག་ཁོ་ཚོ་གཙོ་ཆེ་ཤོས་ཐའེ་ཝན་གྱི་ལྟ་བ་དང་ཐའེ་ཝན་གྱི་སྙིང་སྟོབས་ཟེར་བ་དེ་འདྲ་ཐོག་ལ་ཞོགས་ཀྱིས་དོ་སྣང་བྱེད་མཁན་དང་དེ་ནང་བཞིན་གཅིག་བཙན་གནོན་དང་གཉའ་གནོན་བཙན་འཛུལ་དེ་ཚོར་ངོ་རྒོལ་བྱེད་མཁན་དེ་ཚོ་ལ།

གསུང་བཤད་མང་པོ་བྱས་པ་དང། དེའི་ནང་བཞིན་དེ་ཚོགས་འདུ་ཞུ་མཁན་དུ་ཚོགས་ཡོད་ཅེས་བོད་པའི་ཚོགས་ལས་ཚོགས་བ་ཞུ་རྒྱུ་ཡོད་ཟེར་བ་དེ་ཧ་ཅང་གསལ་བོ་ཆགས་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་འཆར་ཅན་ཚོགས་འདུ་ཐེངས་ཉི་ཤུ་རྩ་བརྒྱད་པའི་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚན་པ་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་སོགས་བོད་པའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ཅིག་གི་སྐུ་ཚབ་ནས་རྒྱལ་སྤྱིའི་དེང་ཆ་དེའི་ཐོག་བོད་ནང་གི་འགྲོ་བ་མི་ཐོབ་ཐང་གནས་སྟངས་ཞན་པོ་ཡོད་པའི་སྐོར་ལ་གསལ་སྟོན་གནང་འདུག་དེ་བཞིན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འོག་གྲངས་ཉུང་མི་རིགས་ཚོའི་འགྲོ་བ་མི་ཐོབ་ཐང་གནས་སྟངས་ཐོག་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་བདེན་དཔང་གསེད་བཀྲོལ་གྱི་གཏམ་བཤད་ཡང་གནང་འདུག་འགྲོ་བ་མི་ཐོབ་ཐང་ལྷན་ཚོགས་ཀྱི་འཆར་ཅན་ཚོགས་འདུ་དེ་བཞིན་ལོ་རེར་ཐེངས་གསུམ་ཚོགས་འགོ་ཡོད་པ་དང་འཆར་ཅན་ཚོགས་འདུ་ཐེངས་ཉི་ཤུ་རྩ་བརྒྱད་པ་དེ་ཟླ་བ་འདིའི་ཕྱི་ཚེས་གཉིས་ནས་ཉི་ཤུ་རྩ་བདུན་བར་ཚོགས་འདུག། བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་བོད་པའི་སློབ་གྲྭ་ཁག་གི་དགེ་རྒན་ཚོ་ལ་བྱིས་པའི་ཀློག་རྩལ་ཡར་རྒྱས་གཏོང་ཐབས་ཀྱི་ཟབ་སྦྱོང་ཐེངས་ལྔ་པ་དེ་ཁྲིད་བཞིན་པ་རེད་འདུག་ཟབ་སྦྱོང་དེ་ཟླ་བ་འདིའི་ཕྱི་ཚེས་བཅུ་བཞི་ཉིན་རྒྱ་གར་བྱང་ཕྱོགས་དེ་ར་རྡུན་ཁུལ་བདེ་སྐྱིད་གླིང་གཞིས་ཆགས་ཉེ་འཁྲིས་སུ་ཡོད་པའི་སྲོང་བཙན་དཔེ་མཛོད་དུ་འཚོགས་ཀྱི་ཡོད་པ་དང་རྩམ་བོ་བྲ་བོད་སློབ་དང་དབུས་བོད་སློབ་འཛིན་ཚོགས་བོད་ཁྱིམ་སོགས་དེ་ར་རྡུན་ཁུལ་གྱི་ཁ་ཐོར་བོད་པའི་སློབ་གྲྭ་ཁག་གི་དགེ་རྒན་ཉི་ཤུ་རྩ་བདུན་ནས་མཉམ་ཞུགས་གནང་གི་འདུག་ཕྱི་ལོ་ཉིས་སྟོང་བཅོ་གསུམ་ལོ་ནས་བཟུང་ཐེངས་འདིའི་ཟབ་སྦྱོང་དེ་རྩིས་པའི་ཤེས་རིག་ལས་ཁུངས་ནས་བྱིས་པའི་གློག་རྫས་ཡར་རྒྱས་གཏོང་ཐབས་ཀྱི་ཟབ་སྦྱོང་ཐེངས་ལྔ་གོ་སྒྲིག་ཞུས་ཟིན་ཡོད་པ་རེད། ལྷན་རྒྱས་ནས་ང་ཚོའི་ལས་རིམ་གཟིགས་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག Tibet ཚགས་ནེད་དང་བོད་ཚགས Asia ཤིས་ཙང་ཀྲི་ཡེ་ཚགས org བཅས་དྲ་ཚིགས་དེ་ཚོའི་ཐོག་ནས་གཟིགས་ཀྱི་ཡོད། གཤམ་ལ་བོད་ཀྱི་སྨན་རྩིས་ཁང་གི་ལོ་ཐོ་དང་རྡ་རམ་ས་ལའི་གནམ་གཤིས་སྔོན་བརྡ་གཟིགས་རོགས་གནང། བོད་ཀྱི་གཉེན་སྒྲིག་ཟེར་མཁན་ཡོན་ལ་འཚམས་འདྲི་ཞུ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གཉིས་དང་རབ་བྱུང་བཅུ་བདུན་པའི་གནམ་ལོ་ཤིང་ལུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་རྩ་བརྒྱད། རེས་གཟའ་ལྷག་པ་དང་རེས་འགྲོགས་ཟླ་དཀར་གྲོ་བཞིན་ཏེ། སྤྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་དང། འབྱུང་འགྲོས་ས་བཅུ་དང་ཆུ་གཉིས་ཡིན་པའི་ཚེས་ཆ་བཟང། དེ་ཉིན་ལས་དོན་སོགས་བྱེད་རྒྱུར་བཟང་བ་རྣམས་ནི། རོལ་ཆ་སོགས་སྦྱང་ཡག་དང་གོས་སོགས་གསར་དུ་བཟོ་བ། ཚེ་དབང་ཞུ་ཡག་དང་ཁྲུས་ཞུ་བ་ཚེ་སྒྲུབ་དང་ཚོང་ལས་བྱེད་པ། དགའ་སྟོན་རིགས་བྱེད་པ་དང། དམིགས་བསལ་གོ་གནས་སོགས་འཕར་བའི་སྟོན་མོ་བྱེད་པ། ཁྱིམ་གསར་འཛིན་པ། བསྟན་བཅོས་རྩོམ་པ་སོགས་ལ་བཟང། ཁྱད་པར་དུ་ལོ་རྟགས་བྱིས་པ་གཉིས་ཀྱི་བླ་ས་ཡིན་པས་ལམ་འགྲོ་ཆེ་ངོ་ཡོད། འོན་ཀྱང། དུར་གྱི་རྣམ་ཀུན་ཡིན་པས་ཕུང་པོ་དུར་སར་གཏོང་བར་ངན་པ་ཡིན་ཞིང། དེ་ཉིད་ངེས་པར་དུ་གཏོང་དགོས་རིགས་ནས། དུར་གྱི་རྣམ་ཀུན་ཟློག་ཐབས་སུ། ལྤགས་ཀྱི་ལྕགས་ཀྱི་ཐོད་པ་ཞིག་བཟོས་ནས་གནམ་ལ་འཕྱར་བ་དང་དེ་བཞིན་དུ་ཕག་གི་ཐོད་པ་བཟོས་ནས་ས་ལ་སྦས་པ་དང། སྣང་བརྒྱད་ཀྱི་གཟུངས་གང་མང་འདོན་པ་ཡིན་ན་ཕན། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་གཉིས་དང་རབ་བྱུང་བཅུ་བདུན་པའི་གནམ་ལོ་ཤིང་ལུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་རེས་གཟའ་ཕུར་བུ་དང་རེས་འགྲོགས་ཟླ་སྐར་མོན་འདྲེ་སྟེ་སྦྱིན་ཟླ་གསུམ་པའི་ཚེས་བཅུ་དགུ་དང་འབྱུང་ཁྲོད་ཆུ་ཀླུང་ཡིན་པའི་ཚེ་བྱ་ངན། དེ་ཉིན་ལས་དོན་སོགས་བྱེད་རྒྱུར་ཉན་པ་རྣམས་ནི་ཁང་པའི་ཐོག་འབུ་ཡག་དང། དམ་བཅའ་སོགས་འབུལ་རྒྱུ་དེ་བཞིན་གཤེགས་ཀྱི་གནམ་སྒོ་ཡིན་པས་གཤིན་པོའི་ཆེད་དགེ་ལས་བྱེད་ཡག་དང་བདུན་ཚིགས་དང་ལོ་མཆོད་སོགས་བྱེད་རྒྱུར་ཉན་པ་ཡིན། གཞན་ཡང་གླང་ལུག་ཁྱི་ཕྲུག་བཞི་ཡི་བཤད་ས་ཡིན་པས་ཅུང་ཟད་ཉན་པ་སྲིད་ཅིང་ལྷག་པར་དུ་དེ་ཉིད་གཉེན་ཚན་དང་དགེ་བའི་བཤེས་གཉེན་སོགས་དང་དབར་ལ་དབྱེ་འབྱེད་དང་ཕྲ་མོ་སོགས་བྱུང་ན་བསྙེན་པའང་སྲིད། ཡིན་ན་ཡང་དེ་ཉིད་གསོ་སྦྱོང་གི་ཉི་མ་ཁེལ་བཞིན་འདུག་པས་འདུལ་བ་འཛིན་པ་རྣམས་དགེ་བ་གསོ་བར་བྱེད་པ་དང་སྡིག་པ་སྦྱོང་བར་བྱེད་པའི་ཉིན་མོ་ཁྱད་པར་བ་ཞིག་ཀྱང་ཡིན། ཐུགས་རྗེ་ཆེ་གནང།